བདག། ཞེས་བགྱི་བ། བདག། བཀྲ་ཤིས་བདེ་ལེགས་ཞེས་བགྱི་བ། ཉེ་བའི་ཆར་ལ་ཡང་བོད་མིའི་སྒྲིག་འཛུགས་བཀའ་ཤག་གི་ངོས་ནས། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས། ལྷོ་ཨ་མི་རི་ཀའི་གི་སྐུ་ཚབ་དོན་གཅོད་ལ་ཡང་འདུག་ཟེར་སྐུ་ཞག་གནང་བ་དང་འབྲེལ་བཅས། སྐབས་བཅུ་བདུན་པའི་སྤྱི་འཐུས་ནང་ལོགས་ལ་ཡང་ས་མིག་སྟོང་པ་ཐོན་མ་སོང་ཙང་འོས་བསྡུའི་སྒྲིག་གཞི་ལྟར། སྐབས་བཅུ་བདུན་པའི་ཡུ་རོབ་སྤྱི་འཐུས་ཀྱི་འགུག་ཐོ་དང་པོ་བཀྲ་ཤིས་བདེ་ལེགས་ལགས་ད་དེ་རིང་དབུས་འོས་བསྡུ་ལས་ཁང་གི་བཀའ་འབྲེལ་ལྟར། ཕྱི་ལོ

དེ་དང་འབྲེལ་བྱས་ད་དེ་རིང་བཀྲ་ཤིས་བདེ་ལེགས་ལགས་ཀྱིས། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་འདུག་ཞེས་དམ་འབུལ་ཞེས་གྲུབ་ཡོད་རེད་སོང་ཙང། དམ་འབུལ་གྲུབ་མ་ཐག་ལ་ཡང་ད་ང་ཚོ་གསར་འགོད་པ་རྣམས་པ་སྤྱི་འཐུས་ལྷན་ཁང་ལ་ཡང་ཐུགས་ཆེད་དུ་བཅར་བྱས་ཨ་ནི་ཁོང་ལ་ཡང་ད་རེས་ཀྱི་དམ་འབུལ་དུས་གལ་གནད་ག་རེ་ཆགས་ཀྱི་ཡོད་མེད་རེད་ཨ། བྱེ་བྲག་ཏུ་ད་མ་འོངས་པའི་དུས་ཡུན་ཐུང་ངུ་དེའི་ནང་ལོགས་ལ་ཡང་ད་ཁོ་རང་གི་ངོས་ནས་ད་ཅིག་གནད་དོན་གཙོ་བོ་ག་རེའི་དགོངས་ལ་ཡང་གལ་ཆེ་པོ་བརྩི་གི་ཡོད་མེད་སྐོར་ལ་ཡང་ང་ཚོ་ཅི་རེ་ཞུས་ཡོད། ང་ད་དུ་ཟེར་ང་ལ་ཕྱི་ཟླ་ལྔ་བའི་གི་ཚེས་པ་ལྔ་དེ་ལ་འོས་བསྡུ་ལས་ཁང་ནས་འབྲེལ་བ་བྱུང་སོང་ཨ་ཁོ་རང་ཚོ། ད་ཕྱི་ད་སྔོན་དུས་ཆེན་དེ་རེད་ཉི་མ་བཅུ་གསུམ་གྱི་མ་གཏོགས་ཡོག་མ་ཡོད་ང་དེ་སེམས་ན་ཇི་དགར་སོང་ད་ཉི་མ་བཅུ་གསུམ་ཅེས་ཨང་ཐང་རང་པོ་རེད་ཨང་ཡོང་ན་འགྲོ་སོང་རེད་ལས་ཀ་ནི་མེད་དེ་རེད་ཨང་སྤྲུ་ཚོགས་ཐང་མ་བྱས་འཚོ་བ་ཡང་མེད་རེད་དེ་སེམས་ན་དེ་དྲན་སོང་ཡིན་ན་ཡང་ང་ཚོ་དབུས་བསྡུ་ལས་ཁང་གི་ཙོང་ཁྲི་འདིའི་ནང་ལོགས་ལ་ཚེས་པ་བཅོ་བརྒྱད་ལ་ངེས་པར་དུ་དམ་འབུལ་བྱས་བཅར་དགོས་རྒྱུ་ཟེར་ནས་སོང་ད་ད་དེ་ལ་གདམ་ག་འགྲོ་མཁན་ཡོག་མ་རེད་ཨང་དེ་ཡང་ང་ཚོའི་གཞུང་དེ་ཉམ་ཆུང་རེད་དྲང་པོ་བཤད་ན་ཨང་ཀི་སོ་སོ་གི་འདོད་པ་བྱས་ནས། ཡང་ཡོང་མ་བྱུང་ན་མ་ཡོང་ན་ཅིག་ལབ་ངེས་ད་ཡོད་མ་རེད། ཡིན་ན་ད་ང་ཚོ་མ་བཙུད་ན་གཞུང་དེ་མ་བཙུད་ན། འདི་འདྲའི་ཅག་བཙུད་ངེས་ཅིག་མ་རག་ན་ནི་ཁག་པོ་ཆགས་འགྲོ་ར། དེ་ནི་ཁོ་རང་ཚོ་གི་དེ་ལ། བྱང་ཆུབ་བོད་མིའི་བཅའ་ཁྲིམས་དང། འོས་བསྡུའི་སྒྲིག་གཞི་ལ་སོགས་པ་ལུང་དྲངས་ཆེད། ངེས་པར་སྦྱར་དགོས་ད་དེ་བཙུད་ན་དེ་ནི་ང་ཚོ་ཁྲིམས་དང་སྒྲིག་གཞི་སྐྱོང་བྱེད་དགོས་རེད་ད་གལ་ཆེན་པོ་རེད། ད་ང་དང་པོ་ཞི་འཐུས་སྔོན་མ་ལངས་པའི་སྐབས་དེ་ལ། ཚང་མ་གཞུང་གི། འགྲོ་རིགས་འགྲོ་སྟངས་ག་རེ་ན་ཚང་མ་བྱེད་གིན་ཟ་མས་བྱོས་རོགས། ད་ཁྱིམ་ཚང་དེ་ལས་བརྩམས་པ་ལ་ནི་གཞུང་གི་ཡི་གེ་དེ་འདྲ་སླེབས་ཡོང་དུས་ངེས་པར་དུ་བཅར་དགོས་རེད་ཟེར་མ་བཅར་ན་ཨ་འདི་སོ་སོ་འགན་འགྲོ་མ་འཁོད་ཀྱི་རེད་བསམ་སོང་འདུག་ཅེས་བྱ་བ་ཡིན། ད་དར་མཚ་ལ་ལ་ང་ཤི་སྟངས་ང་ཚོ་བོད་ཡིག་ལས་ཀ་དང་དེ་ཚོ་ནི་དགོངས་པ་ཞུ་ཡ་དེ་ཛ་དྲག་དགོངས་པ་ཞུ་ནས་དེ་ཚུད་ཡོང་ར། ད་འདི་ནི་ཕ་མགྱོགས་པོ་ཕར་འགྲོ་ཡ་རེད། མགྱོགས་པོ་ཕར་འགྲོ་ནས་ད་ང་ཚོ་བོད་ཡིག་ལ་དོན་གཅོད་ལ་ཅིག་བཅར། ནི་དོན་གཅོད་དེ་ཚོ་ལ་ནི་ཁོ་རང་ཚོ་ཡང་མཛའ་རིམ་མང་པོ་ཡོད་རེད། གཅིག་ཆ་ཤས་འདྲ་ག་རེ་ཉི་མ་བཅུ་གསུམ་བཅུ་གསུམ་ལ་ཆ་ཤས་ག་རེ་ལེན་དགོས་ཡ་འདུག་དེ་ཚོ་ཞིག་ལྟ་ཡོད་ད་གཙོ་བོ་དེ་ངས་དེ་དྲན་བསྡད་ཡོད་དེ་མ་གཏོགས་ད་ང་ཐོབ་བརྒྱ་གོ་བརྒྱ་འགྲོ་བཞིན་རེད། སྐབས་བཅོ་བརྒྱད་པའི་སྤྱི་འཐུས་ནས་ཐུགས་རེ་ག་རེ་གནང་གི་ཡོད། སྐབས་བཅོ་བརྒྱད་པའི་ད་ཡག་པོ་ཡོང་ཡག་གི་རེ་བ་རྒྱབ་ཡོད། ང་ཚོ་ག་རེ་ན་གནས་ཚུལ་མང་པོ་ཞིག་ད་ཉམས་མྱོང་ཡོད་རེད་བ། ད་བར་དུ་ཨུན་ཆི་སོགས་དེ་ཚང་མ་ཧ་གོ་བདེ་རུ་བ་དེ་མཚམས་པ་ལ་ཅིག་མ་འོངས་པ་བོད་ཀྱི་རྩ་དོན་གྱི་སྒང་ལ་ཨ་ནི་ཅིག་བཀའ་མོལ་མང་པོ་གནང་ངེས་གནང་ཐུབ་ཡ་དང་ཨ་ནི་ཅིག་ང་རང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ཡིན་ན་ད་ཅིག་ཉམས་མྱོང་དེ་ལ་བརྟགས་ནས་ཨ་ནི་མདུན་སྐྱོད་བྱེད་ཡ་གི་རེ་བ་རྒྱབ་ཡོད། ད་གཞི་རྩའི་ད་ལྟའི་ཆ་ལ་མཚོན་པ་ཡིན་ན་སྐབས་བཅུ་བདུན་པའི་བོད་དམག་སྤྱི་འཐུས་ལྷན་ཚོགས་རེད་ད་ག་ནང་བཞིན་སྐབས་བཅུ་དྲུག་པའི་བོད་མི་སྒྲིག་འཛུགས་བཀའ་ཤག་གི་ལས་ཡུན་དེ་ད་མི་རིང་བ་ཉི་མ་བཅུ་གཉིས་ཅོག་གསུམ་དེ་འདྲ་ཞིག་ནང་ལོགས་ལ་ཡང་འཇུག་རྫོགས་ཡག་ཅིག་འདུག་ཆ་དེ་ཡོད་རེད་དེ་དང་དུས་མཚུངས་རྗེས་ཨ་ནི་མི་རིང་བ་ཟླ་བ་འདིའི་ཚེས་པ་ཉི་ཤུ་རྩ་བདུན་ཉིན་གངས་ཐིག་ཆེན་ཆོས་གླིང་གཙུག་ལག་ཁང་ལ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱི་ཐོག་ནས་ཨ་ནི་ཆེས་དུས་ཁྲིམས་ཞིབ་པ་ཆེ་བའི་མདུན་ནས་ཨ་ནི་སྐབས་བཅུ་བདུན་པའི་བཀའ་ཤག་གི་ཟླ་གཅིག་སྲིད་སྐྱོང་མཆོག་ནས་དོན་འབུལ་བཞེས་ཡག་རེད་དྭགས་ནང་བཞིན་དེ་རྗེས་ནས་ཨ་ནི་ཚེས་སུམ་ཅུའི་ཉིན་གངས་སྐབས་བཅོ་བརྒྱད་པའི་སྤྱི་འཐུས་རྣམ་པ་ཚོས་ཨ་ནི་སྐབས་བཅོ་བརྒྱད་པའི་བོད་དམངས་སྤྱི་འཐུས་ཀྱི་དམ་འབུལ་དེ་ཡང་འདུག་ཅེས་བཞེས་ཡག་གི་གནས་ཚུལ་འདུག་ཅེས་ཤེས་རྟོགས་བྱུང།